རྒྱུད་ལས། དེ་ནས་བླ་དྭགས་ཆོས་ཀྱི་བགྲོ་གླེང་འཚོགས་པའི་ནང་བཞུགས་སྤེལ་ཚོགས་མི་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུད་ལས་བཞུས་ཏེ་དེ་ནས་དེ་རིང་ང་དང་སློབ་ཙཱ་འབོ་དགུ་གཟུགས་བཞིན། ལྷར་ཆགས་སུ་སྟོན་པ་སངས་རྒྱས་ཀུན་གྱི་ངོ་བོ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་ན་བཟའ། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་སྤྲིན་ལྗང་ལག་དམར་རྣམས་ལ་ཕྱག་འཚལ་ལོ། ཨ་ནེ། སོང་པ་སང་ན་ད་གདང་ན་བཞག་དང་བཙོག་ལ་དེ་ནས་ག་འོ་ཁྱེད་དེ་ན་འང་དེ་ནས་ང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི། ཨེ་ནེ། གཱལ། ང་དང་སློབ་ཙན་གཉིས་པ་དེ་ནས་གཞུང་ལུགས་སྣ་ཚོགས་ལ་བཏུས་པའི་བསླབ་བྱ་དེ་ནས་སྡེ་ཙན་ལྔ་བཅུ་ང་དྲུག་པའོ་ཞུས་བྱེད་ཟིན། ཨེ་ནེ། སོང་པ་སང་ན་ད་སྡེ་ཙན་ལྔ་བཅུ་ང་དྲུག་པའི་ན་དེ་ནས་ང་དང་གཱལ། དེ་ནས། ང་དང་མི་ཡི་ལུས་རྟེན་བཟང་པོ་ཐོབ་སྟེ། ཨེ་ནས་བསོད་ནམས་དགའ་གཟུགས་ཀྱི་བསགས་དགོ་ས་ནོག་ཨེ་ནས་བསོད་ནམས་བསགས་ན། ང་དང་བསམ་བློ་དགའ་གཟུགས་ཤིག་འཁུར་དགོ་ས་ནོག་ཨེ་ནས་འོ་དེ་དང་རགས་སྟེ་དེ་ནས་དེ་ནས་ཀ་ན་ཚིགས་ཁ་ཅིག་གིས་ཞུས་བྱས་ཟིན། སོང་པ་ས་ན་དེའང་དེ་ནས་ང་དང་སྡོད་ན་ང་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་དེ་ནས་དཀོན་མཆོག་བརྩེགས་རྡོ་དཀོན་མཆོག་བརྩེགས་པས་ན་ཨེ་ནས་ཅི་གསུངས་སྟེ་ཀྱག་ཞུས་ན། གཟུགས་རྡོ་ཕྱིར་ནི་སྤྱིན་མི་བྱེད། མཐོ་རིས་རྡོ་ཕྱིར་མ་ཡིན་གྱི། བླ་ན་མེད་པའི་བྱང་ཆུབ་མཆོག་འདོད་ཕྱིར། དེ་ཕྱིར་བྱིན་པ་ཆུང་ཡང་བསྟུད་མར་གྱུར་རོ་གསུང་སའི་མདོ་ལ། ད་དེ་སྣ་ཚོགས་ལ་དེ་ནས་ཡང་སངས་རྒྱ་སྲིད་འདོད་ན་འང། བྱིན་པའི་དངོས་པོ་ཆུང་ཡང་བསམ་པར་རྒྱ་ཆེན་མོ་ནི་མཆོག་ཡིན་ནོ་གསུང་སྟེ་ཀྱེ། ཨེ་ནས་དེ་སྣ་ཚོགས་ལ་ཡང་སངས་རྒྱ་སྲིད་འདོད་ན་འང། སྟོང་གསུམ་རི་རབ་ཧྲང་ལ་བཞལ་བའི་ཚད་བཟུང་རུང། རྗེས་སུ་ཡི་རང་དགེ་བ་དེ་ནི་དེ་ལྟར་མིན་གསུངས་སེ་དོ་ཨ་ལེ། སོང་པ་བསམ་ན་ད་དེ་རིང་ཡིན། དེ་ནས་ང་དང་སློབ་ཙཱ་འབི་ན་ཡིས་རྡོ་ཚང་འགའ་དང་རགས་ཏེ། ཨོ་ད་ང་དང་བསམ་བློ་ག་ཟུག་ཞིག་འཁུར་དགོས་ས་ནོག་ཨོ་དེ་ནས་ཚོགས་བསོད་ནམས་ག་ཟུག་གི་བསག་དགོས་ས་ནོག་ཨོ་ད་དེ་དང་རགས་ཏེ་བཞུད་ན། ཨོ་ད་བདག་ས་འདི་ན་གསུང་ཀ་ནི་སངས་རྒྱས་སི་གསུང་ཡ་མེད་ན་སངས་རྒྱས་སི་བཀའ་སློབ་པི་བསླབ་བྱའོ། ཨོ་ང་དང་ཚང་མ་བསམ་བློ་སྒོ་མ་རང། ཚོགས་བསོད་ནམས་རྒྱ་ཆེ་ཆུང་འགྱུར་སྤྱིས་བོད་སྐད་དེ་ནང་ཨེ་ནས་ང་དང་ཀུན་སློང་རྣམ་པར་དག་པ་ཞིག་དགོས་ས་ནོ་གསུངས་ཟེར་ནོ། འོ་ད་ཀུན་སློང་འགའ་གཟུགས་ཤིག་དགོས་ས་ནོ་གཟན་པོ་ཅིག་སྤེལ་ན་ང་དང་སྐོ་ར་སྐོ་རས་འགྲོ། ང་དང་ཕྱག་ཚ་ལས་འགྲོ་དེ་ན་ཚོ་ལ་ང་དང་ཡུམ་བྱ་ཕྱུར་མའི་བུ་ལ་འགྲོ་དེ་ན་ཚོ་ལ་ང་དང་སྙན་ན་སྙུག་ན་བཟོད་མ་འགྲོ། དེ་ན་ཚོ་ལ་ང་དང་ཡར་དཀོན་མཆོག་ག་ཆོད་པ་བུ་ལ་འགྲོ་དེ་ན་ཚོ་ལ་ང་དང་དེ་ནས་མ་ང་སློང་ལ་ཨེ་ནས་བྱིན་པ་དང་འགྲོ་འོ་ད་དེ་དག་ཚང་མ་དོན་དག་ག་ཨོ་རྒྱལ་བ་རྒྱ་ཆེ་ཆུང་བཀའ་ཟུར་ཞིག་ང་དང་མཛད་མྱ་ནད་ན་ཡང་ཨེ་ནས་ང་དང་ཀུན་སློང་པོ། ཀུན་སློང་པོ་ཟེར་འབོ་ཅི་ང་དང་བསམ་བློ་བཏང་འཇོགས་པོ། ཨོ་ད་བསམ་བློ་བཏང་འཇོགས་པོ་བཀའ་ཟུར་ཞིག་དགོས་ས་ནོག་ཟེར་ན། ཧ་ལས་ང་རང་གཅིག་པའི་ཆེད་དུ་མ་ཡིན་ག་འཇིག། ཡིན་ན་སུ་ཡིན་ང་དང་ད་རང་ཨ་ནད་ན་ཙམ་ཡོང་ཅག་ཚེ་རིང་མོ་དགོས་ཤག་བདེ་དོན་དག་ང་དང་བསམ་བློ་བཏང་སྟེ་རྒྱལ་བ་དགེ་སྦྱོར་གྲུབ་པ་ནོག་ད་ཡིན་ནའང་དེ་ཚང་མ་ཁྱེད་དང་ང་དང་བསམ་བློ་རྩ་བའི་རྒྱ་ཆུང་སྟེ་སོང་དེ་འགྱག། རྒྱ་ཆེ་ས་ན་བཏང་ན་དེ་རྒྱ་ཆུང་ངུ་ནས་བསམ་བློ་ཁོ་རང་གི་དེ་ན་ཀོ་རེད་དང་བཞོར་ལ་དེ་ན་ཨ་ཡོངས་ཆེད་རྒྱག་སྒྲུབ་ཆེད་རྒྱག་འོ་སྤེར་ན་ང་དང་ཨེས་ཧ་ལས་དེ་ནས་དགའ་མི་སྐྱུ་ཨ་ཕར་འཐོག་ཤ་ཟེར་བསམ་བློ་བཏང་ཨེ་ན་ཨེ་ནས་དེ་མི་སྐྱུ་ན་ང་དང་ཨེ་ཁྲ་ཁྲོ་འུ་ནང་དེ་ན་ཐུས་དེ་ཡོད་དང་པོ་ཅིག་ཨེ་ནས་མི་སྐྱུ་ཀ་ཕན་པ་སྒྲུབ་ཨན་པོ་ཅིག་ང་དང་ཨེ་ཁྲ་ཁྲོ་འུ་ལང་ཕན་པ་འོ་ཁེ་དེ་ན་ཀོ་སྒྲུབ་སྒྲུབ་ཨེ་ནོ་ཨ་ལས། གཟེར་སྒོ་ཤེས་མེད་ཀྱི་ཨ་ལས། གསུངས་པ་བསམ་ན་ལྟ་དེ་ནི་མི་བཅུ་ཀ་ཕན་པ་སྒྲུབ་ཉན་ན། མི་བཅུ་ཀ་རོགས་སྐྱོ་ཉན་ན། ཨེ་ནི་ང་དང་རང་གི་ཁྲ་ཁྲོ་འུ་ལ་དེ་ནའང་ཁོའང་དེ་ནའང་ཐུགས་དེ་ཁོང་དེ་ནའང་དེ་ནར་དཀྱུས་ནའང་ཁོའང་ཡོད་པར་བསམ་ན། ཁོའང་རོགས་སྐྱོ་ཉན་དེ་ནོ་ཨ་ལས། ད་གལ་ཏེ་སྒོ་མ་ནི་ང་དང་རོགས་སྐྱོ་བྱེད་ཟེར་བསམ་ལོ། ང་དང་རང་གི་ཁྲ་ཁྲོ་འུ་མ་གཏོགས་མེད་པས་ན། ཨེ་ནི་ཨ་ལྟ། ག་གལ་ཏེ་ན་ང་དང་ཚོགས་བསོད་ནམས་བསགས་བྱས་སམ། ཡང་མིན་ན་ང་དང་ཕན་པར་རྒྱལ་ཆེན་མོ་བསྒྲུབ་བྱས་པར་གལ་ཏེ་ན་ཨོ་ཁྱད་ཆེ་ཆུང་མ་མང་པོ་ལས་པ་ནོ་ག་ལས། ཨོ་གསུངས་པ་བསགས་ན་ནམ་བསགས་ང་དང་རྒྱལ་བ་དགེ་སྦྱོར་བསགས་ཙྪ་ན། ཡང་ནི་ཀུན་སློང་བུ་རྣམ་དག་གོ་ས་ནོ་གསུངས་ཅེས་སའི་དོན་དག་པོ་གལ་ཏེ་ན་ཀུན་སློང་བུ་རང་གཅིག་པའི་དོན་དག་བ་མ་ཡིན་ག་འཇིག། ཧ་ལས། དེས་ན་ཡང་དེ་ནི་ཚེ་འདི་གཅིག་པའི་དོན་དག་བ་མ་ཡིན་ག་འཇིག། འོ་ད་དོན་དག་ག་དག་ས་ཚིགས་པས་ན་ཅི་གསུངས་ཟེར་འདུག་ཟེར་ན་གཟུགས་སྡོད་ཕྱིར་ནི་སྐྱེད་མི་སྐྱེད་མཐོ་རིས་སྡོད་ཕྱིར་མ་ཡིན་གྱི་གསུངས་ཟེར་འདུག་བ། འོ་དཔེར་ན་ང་དང་ང་སྐྱེ་བ་སྟེང་མ། འོ་དེ་ནས་ག་ཧ་ལས་བདེ་འགྲོ་བླ་མའི་གོ་འཕང། འོ་དེ་སྣ་ཚོགས་ལ་ད་ང་དང་ལྷའི། ཨོ་ད་ལྷ་ལ་གཟུགས་ཁམས་པ་གཟུགས་མེད་ཁམས་པ་ཟིན་ཅིག་མང་པོ་ཡོང་བར་བལྟ་སོང་ན་ཨོ་གཟུགས་ཀྱི་གཟུགས་ཀྱི་ལྷ་ཡི་གོ་འཕང་ཨེ་ནས་ཐོབ་ཅེས་སི་དོན་དག་བསམ་བློ་བཏང་སྟེ་ཡང་ཨོ་གཞན་ལ་བཅིན་པ་དང་བཅས་སི་ཐབས་ལ་མ་བརྩོན་ནོ་གསུངས་སྟེ་ནོ། ད་དོན་དག་པོ་དེ་ན་ང་དང་དགོས་རྒྱུ་ཅི་ཡོད་ཀྱང་ཟེར་ན་སྐྱེ་བ་སྟིང་མ་ང་བདེ་འགྲོ་ལ་མི་གོ་འཕང་ཐོབ་ཅེས་སི་བསམ་བློ་གཅིག་པོ་བཏང་སྟེ་ཚོགས་སོ་ན་མ་བསམ་མོ་སྟེ་ནོ། གདོད་མ་ས་ག་གཟུགས་ཡིད་གསུངས་ཟེར་ནོ་ཟེར་ན་ང་དང་སྐྱེ་བ་ཕྱི་མ་ང་དང་ཚང་མ་བདེ་འགྲོ་བླ་མའི་གོ་འཕང་སྟོན་དུ་གཉེར་རན་རོགས། ཡིན་ནང་དེ་བསམ་བློ་ཡི་གེ་དེ་ན་རྩ་རིག་རྒྱ་ཆུང་ཟེར་སོང་ཟེར་ནོ་མོལ་ཏེ་རོགས། གཟུགས་རྡོ་ཕྱིར་ནི་བཅིན་མི་བྱ། མཐོ་རིས་རྡོ་ཕྱིར་མ་ཡིན་གྱིས། འོ་དེ་ན་ཚོ་ལ་ཨེ་ནི་མཐོ་རིས་ས་ལས་ང་དང་ད་བདེ་འགྲོ་བླ་མའི་གོ་འཕང་ད་སྟོན་ད་གསུམ་བཅུ་མཐོ་ཧྲིལ་བཙན་ན་ཨོ་དེ་ནས་མ་ནར་མེད་པར་ཡིན་ནའང་ཨེ་ནས་ང་དང་བདེ་འགྲོ་དང་ངན་འགྲོ་གཉིས་བརྗོད་པ་བསམ་ན་ད་ངན་འགྲོའི་ནའང་ད་དོན་དུ་གཉེར་མཁན་སུའང་མེད་ཀྱག་ད་ཡང་བདེ་འགྲོའི་ནའང་ཨོ་ད་སྐྱེ་བ་སྟེང་མ་ང་མིའི་ལུས་རྟེན་བཟང་པོ་ཞིག་ཐོབ་ན་སྐྱེ་བ་སྟེང་མ་ང་བླ་ཡུལ་ལ་སྐྱེས་ན་ཨོ་སྐྱེ་བ་སྟེང་མ་ང་ཅིག་ཅིག་ཅིག་ཐོབ་ན་བསམ་སྟེ་ཨོ་གཟུགས་ཡི་རང་གཅིག་པོ་ཨོ་དེ་ནས་སྐྱེ་བ་སྟེང་མ་བདེ་འགྲོ་མཐོལ་རིས་ཀྱི་གོ་འཕང་འདོད་པའི་ཕྱིར་དུ། ཨོ་དེ་ནས་བསམ་བློ་བཏང་སྟེའང་ཚོགས་བསོད་ནམས་མ་བསག་ཡར་དཀོན་མཆོག་ལ་བྱིན་པ་ཕུལ་ཅེས་དང་མ་དངངས་སློང་ལ། ཡར་དཀོན་མཆོག་ལ་མཆོད་པ་ཕུལ་ཅེས་དང་མ་དངངས་སློང་ལ་བྱིན་པ་དང་ཇི་སྲིད་ཐབས་ལ་མར་བརྩོན་ནོ་གསུངས་སྟེ། ཨོ་ད་དེ་ན་ཚོགས་ལ་རང་ཚེ་འདིའི་དགེ་དབང་སྤར་ཆེད་ལྡོག་ཆ་གཅིག་པའི་བསམ་བློ་བཏང་སྟེའང་ཆོས་དགེ་བ་མར་བརྩོན་ནོ་གསུངས་སྟེ། ཅེས་ཟེར་ན། དེ་འོན་བསམ་བློ་རྩ་བའི་རྒྱ་ཆུང་སྟེ་སོང་སྟེ་ནོ། སོང་སྟེ་ནོ། ཅེས་ཟེར་ན། བསམ་བློར་རྒྱ་ཆེ་ས་ན་བཏང་ན་རྒྱ་ཆུང་ངུ་ནས་བསམ་བློ་ཁེ་ཏེ་ན་ཁོ་རེ་དང་གཞོལ་ལ་ང་དང་འགྲུལ་བའི་འཇིགས་ཡོང་ཨ་ནོ། སོང་སྟེ་ཀྱེ། ད་འོ་ན། ད་བསམ་བློ་བཀའ་ཟུར་ཞིག་བཏང་དགོས་ས་ནོ་སོང་ཨན་ཕོ་ཅེ་ཨི་ནི་ཚིག། ཚིག་མ་ཡིན་སྐྱེ་ན། བླ་ན་མེད་པའི་བྱང་ཆུབ་མཆོག་འདོད་ཕྱིར། དེ་ཕྱིར་སྤྱིན་པ་ཆུང་ཡང་བསྟུད་མར་གྱུར་རོ་གསུངས་སྲིད། བ་ལོ། ད་བླ་ན་མེད་པའི་བྱང་ཆུབ་ཟན་པོ་གཅིག་བླ་ན་མེད་པའི་བྱང་ཆུབ་པོ་ཅི་ནོ་ཟེར་ན་སངས་རྒྱས་ཀྱི་བཀོད་པ་ཨན་ཀྱི་ཨ་ལས། ཧ་ལས། བླ་ན་མེད་པ་ཟེར་ན་ང་དང་ལྐོག་ན་མེད་པ་བདུད་ཨ་སངས་རྟགས་ན་མེད་པ། ཨོ་ད་བདེན་པའི་བྱང་ཆུབ་ཅིག་ཐོབ་རྒྱུ་ཡོད་ན། ཧ་ལས། ཨོ་དེ་ནས་ད་བླ་ན་མེད་པའི་བྱང་ཆུབ་ཨ་སངས་ཚ་ལྷག་པའི་ཨེ་ནི་བྱང་ཆུབ་ཅིག་མེད་ཀྱི་ཨ་ལས། ཨོ་ད་ང་དང་ལྡན་པ་འདིས་ཀྱིས་ཕུན་སུམ་ཚོགས་པའི་གོ་འཕང་ཅིག་ཐོབ་བྱ་ཡོད་ན་སངས་རྒྱས་སུའི་གོ་འཕང་ཧ་སང་ཚ་ལྷག་པས་ཡང་འདིས་ཀྱིས་ཕུན་སུམ་ཚོགས་པའི་གོ་འཕང་ཅིག་མེད་ཀྱ་ལེ། གསུངས་པ་ས་ན་དོན་དག་ཅི་གསུངས་ཟེར་ནོ་ཟེར་ན་མ་རྣམས་ཀྱི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད། ཨོ་སངས་རྒྱས་ཀྱི་གོ་འཕང་ཡང་མེད་ན་སངས་རྒྱས་སུའི་ས་ལ་བཀོད་པའི་ཕྱིར་དུ་དེ་ནི་སྒོ་མ་རང་ང་དང་རང་སངས་རྒྱས་སྒོ་ཟེར་པ་ཟ་མ་ཧ་ལས་པས་ན་བདག་སང་ང་དང་གི་གཟུགས་མི་ཞིག་ག་འདོད་པ་ཡོད་ན་ཡང་བསམ་བློ་ཡི་གཟུགས་ཞིག་རྒྱ་ཆེན་མོ་ཡོད་ན་ཡང་རང་ང་ནུས་པ་ནང་རང་ང་བདེ་སྐྱེད་ཆོག་ང་དང་སེམས་ཅན་ཐམས་ཅད་ལ་ཕན་པ་སྒྲུབ་བྱེད་སི་ཨེ་ནི་ག་ནུས་པ་དང་སྟོབས་མེད་ན་ཨེ་ནི་བསམ་བློའི་ནང་འཁོར་གང་གཅིག་པོ་གིས་དོན་དག་པོ་སྒྲུབ་ཉན་ན་མེད་ལ་ཧ་ལས་གལ་ཏེ་སངས་རྒྱས་སི་གོ་འཕང་ཐོབ་ན་འོ་ད་ནི་སངས་རྒྱས་ལ། འོ་དེ་ནི་སྐུ་ཡི་ཡོན་ཏན་བསམ་གྱིས་མི་ཁྱབ། གསུང་གི་ཡོན་ཏན་བསམ་གྱིས་མི་ཁྱབ། འོ་ཐུགས་ཀྱི་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་པར་བསམས་ན། དེས་སྐུ་གསུང་ཐུགས་ཀྱི་ཡོན་ཏན་ཚང་མ་བཀོལ་ཏེ་དེས་སྐུ་གསུང་ཐུགས་ཀྱི་ཐུགས་ཀྱི་ཡོན་ཏན་ཚང་མ་ལ་བརྟེན་ཏེ། འོ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་བཅོ་ལྔའི་ལས་ཀྱི་ཧ་ལས།

འོ་ཐུག་དང་ནུས་པ་རྫུ་འཕྲུལ་བསམ་གྱིས་མི་ཁྱབ་པ་བསྟན་པ་ལ་བརྟེན་ནས། འོ་དེ་ནས་འགྲོ་བ་སེམས་ཅན་དེ་དང་དེའི་དོན་མཛད་ངས་མེད་པར་བསམ་ན་ད་འོ་དེ་སུ་ལ་ཡོད་ཀྱང་ཟེར་ན་བླ་ན་མེད་པའི་གོ་འཕང་ངམ་བླ་ན་མེད་པའི་བྱང་ཆུབ་མ་ཐོབ་བར་དུ་འོ་དེ་ངས་ན་མེད་པར་བསམ་ན་འོ་ནི་བླ་ན་མེད་པའི་བྱང་ཆུབ་འོ་མཆོག། སྒོ་ང་དང་སྡོད་པ་སྐྱེས་ཏེ་ཨོ་དོད་དོན་དུ་གཉེར་ཏེ་ཨོ་དེ་དོན་དག་ག་ཚོགས་བསོད་ནམས་བསགས་ཡོད་ན་ཨེ་ནི་ང་དང་ཀ་གཅིན་པ་ཆུང་ཡང་བསྟུད་མར་གྱུར་བཟང་པོའི་བསམ་བློ་ཨོ་གཟུགས་ཞིག་ཁུར་ཏེ་ཡོད་ན་ད་ལྟ་ན་བཟུང་སྟེ་ང་དང་འགྲོ་བ་སེམས་ཅན་གཞན་ལ་བཟའ་ཁམ་གཅིག་ཨེ་ནི་སྐོམ་ཧུབ་གཅིག་མ་གཏོགས་བཏང་སྙན་ན་མེད་ན་ཡང། བནྡེ་གཟའ་ཁམས་གཅིག་ནང་བནྡེ་སྐོམ་ཧུབ་གཅིག་ཨེ་ནས་ང་དང་ཏང་སྐ་ནི་འགལ་བའི་བསོད་ནམས་འམ་དེ་ནུས་སྤ་ཤེས་དེ་ནང་ཨོ་ད་དེ་ནས་བདེན་པའི་ནམ་མཁའི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་ལ་ཕན་པ་སྒྲུབ་ངེས་ནས་ད་སང་ན་ད་དེ་ག་དོན་དག་པོ་ཅི་གསུངས་བསྟན་འོག་ཟེར་ན་བསམ་བློ་རྒྱ་ཆེ་ས་ན་བཏང་ན་ཨོ་དེ་ནས་སྤྱིན་པའི་དངོས་སྤོ་ཆུང་ངུ་འཇིག་མ་རྟོགས་མ་བཏང་ན་ཡང་ཨེ་ནས་དགེ་བ་འོ་ཚོགས་བསོད་ནམས་པོ་ཁྱེད་དེ་ནང་དཔག་ཏུ་མེད་པའམ་བསམ་གྱིས་མི་ཁྱབ་པའམ་ཨོ་དེ་ནས་ད་མཐའ་ཡས་པ་ཞིག། ང་དང་སག་ཉན་ན་ནོ་གསུངས་ཏེ་ནོ་ད་ཨོ་ད་གསུངས་པ་སང་ན་ད་ང་དང་བདག་ས་འདིའི་ཚིགས་ངེས་སི་ཨ་ཤོ་ལོ་ཀ་ལྷ་བརྒྱད་ན་ཨོ་དེ་ནས་ང་དང་བསམ་བློར་རྒྱ་ཆུང་ངུ་བཏངས་ཏེ་ཨོ་རྒྱལ་བ་བརྒྱད་ཅུར་མ་སག་བཅད་ཟིན་ན་ང་དང་ཨོ་ཚོགས་བསོ་ནམས་མཆོག་ཏུ་གྱུར་པ་ཚོགས་བསོ་ནམས་དཔག་ཏུ་མེད་པ་སག་གོ་ཟེར་པ་སང་ན་ཨོ་དེ་དོན་དག་ཚོགས་བསོ་ནམས་དཔག་ཏུ་མེད་པ་གྱུར་མ་གྱུར་ཏེ་ང་དང་བྱ་གླག་དངོས་པོ་མང་ཉུང་ལ་རག་ལ་ས་མ་ནོ་གསུངས་ཏེ་ནོ་དཔེར་ན། ཧ་ལས་ད་དེ་རིང་འདི་འོང་ཞིག་ཨ། ཨོ་དེ་ནས་གཱ་ང་དང་ད་སྐུ་གསུང་ཐུགས་སྟེ་འཇིགས་བྱང་ཨ་འགྲོ། ཨོ་དེ་སྣ་ཚོགས་ལ་ཉམ་ཆུང་ཉལ་བ་བྱ་འཇིགས་ན་ང་དང་ཐུགས་སྟེ་ཁོང་ང་ང་དང་སྤྱིན་པ་དང་བྱ་ཟེ་སྒོ་སྐབས་ཐོ་བས་འགྲོ། སྤྱིན་པའི་ངོས་པོ་ཨོ་ད་ང་དང་སྐྱིར་པེ་ནས་སྐྱིར་མོ་བཅུ་མི་ནི་དང་བྱ་ཟེ་མེད་ན་ཡང། ཨོ་དེ་ནས་ཁོ་ཨ། ཧ་ལས་གཱ་ལྕགས་ཀོ་རེ་གང་མ་རྟོགས་དང་བྱ་ཟེ་མེད་ན་ཡང། ང་དང་བསམ་བློ་གཙང་སྟེ་ཀུན་སློང་རྣམ་པར་བརྟགས་སྟེ། བརྟགས་ན་ཨོ་ད་བདེན་པ་བླ་ན་མེད་པའི་བྱང་ཆུབ་བམ་སངས་རྒྱས་སུ་གོ་འཕང་ཐོབ་བྱ་སའི་རྒྱུ་རུ་འགྱུར་བ་ནོ། དཔེར་ན་ད་ང་དང་ང་དང་བླ་དྭགས་སུ་སྔོན་ལ་ད་བདག་འདི་རིང་ཡི་དུས་ཚོད་དེ་ན་དུར་རྒྱུན་ན་ཡིན་ན་ང་དང་ད་ཧ་ལས་སྐྱིད་པོ་ཡིན་ན་སྡུག་པོ་ཡིན་ན་གང་བོ་ཞིག་ཡིན་ན་མི་ཚང་མ་ལ་འདོན་སྟངས་དང་གསོལ་བྱ་ནང་ཅི་དང་ཕུལ་བྱ་སའི་ང་དང་ལམ་ལུགས་ཧྲུལ་མ་མང་པོ་འདུག་བ་ལས། ད་གལ་ཏེ་ང་དང་མི་བསམ་བློ་བཏང་ཤེས་ཀ་འཇིག། བདེན་པའི་མི་བཟང་པོ་ཧ་ལས་ཆོས་ཀྱི་སྒོར་རྟོགས་རྩ་བའི་ཡོད་གང་ཅིག་ཡིན་ན་ཨོ་དེ་ཚང་མ་ཡང་བདེན་པའི་ཀུན་སློང་རྣམ་པར་བརྟགས་པ་རྟགས་དེ་ང་དང་ཁྲལ་ཅིག་ཨིན་མ་བསམ་མ། མི་སྣང་བ་ལ་ཨིན་མ་བསམ་མ། ཨོ་རང་ཨ་དེ་ནས་མི་སྟོད་སྒྲ་ཡོངས་ཆ་གཅིག་པའི་བསམ་བློར་རྒྱ་ཆུང་ངུ་ནས་ཨི་གཟུགས་མ་དང་ཨ་ཨོ་ད་དེ་རིང་ང་ཨི་སྒོ་སྐབས་བཟང་པོར་རྒྱུ་དེ་ཁོང་ཚང་མ་ལ་བཟའ་རྒྱུ་འཐུང་རྒྱུ་ཨོ་དེ་ཚང་མ་བཏང་ཆ་ཚེ་སྒོ་སྐབས་ཐོབ་དུས་ཨང་ཨོ་ངས་དེ་ནས་སྤྱིན་པའི་བྱ་བ་ཞིག་ཨིན། དུས་ཨང་ངས་ཆོས་ཀྱི་ཉམས་ལེན་བྱེད་ཀྱིན། དུས་ཨང་ང། མ་འོངས་པ་ན་མ་རྣམས་ཀྱི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་སུ་གོ་འཕང་ཐོབ་བྱ་སའི་རྒྱུར་གྱུར་བྱེད་ཞིག་གི་ལ་ཞིག་ཡིན་བསམ་སྟེ་ང་དང་ཨོ་གཟུགས་ཤིག། བཏང་ཉལ་ནས་ན། བདེན་པས་ནི་བསམ་བློ་རག་ལ་སྟེར་པ་སང་ན་ནི་བསམ་བློའི་ཀུན་སློང་གི་སྒོ་ན་བདེ་ཨང་ང་དང་ཚོགས་བསོད་ནམས་དཔག་ཏུ་མེད་པ་བསག་བྱ་ཞིག་གི་རྒྱུར་གྱུར་བ་ན་བ་ལས། དཔེར་ན་དྭངས་དེ་རིང་དུས་ཚོད་ལ་ང་དང་ལྡ་ཁང་བྱོན་ནོག་སྦག་སྟོན་བྱོན་ནོག་དེ་ཡུལ་མི། ཁྱིམ་མཚེས། རང་སྔན་ཀྲུང་གོ་ཚང་མ་ལ་གདོན་དང། ཨོ་སོལ་རྒྱ་ད་མི་འདྲ་མི་འདྲ་ཕུལ་ལ་འགྲོ་ཨོ་དེ་ཚང་མ་ཕུལ་ཙ་ན་ང་དང་ཀུན་སློང་བོ་ཨོ་ད་བསམ་བློ་ཨོ་གཟུགས་ཤིག་བསམ་བློ་བཏང་ཏེ་ང་དང་ཕུལ་ལེད་ན། ཨོ་གཟུགས་ཤིག་ས་ལེད་ན། ཨེ་ནི་དེ་ག་ན་བདེན་པའི་ཚོགས་སོ་ན་མང་པོ་ཞིག་ས་ག་ནོག་དེ་མ་ནི། ཨོ་ད་མི་ནང་པ་ལ་མིས་ཨོ་ད་ཁོང་ཚོགས་སུའང་མ་བཏང་ཁོང་སྐྲག་པོ་བཏང་ཨོ་ད་ཨེ་གཟུགས་ཤིག་མི་ཡོང་ཨ་ཧེ་མི་ཨེ་ཡིན་མིས་ང་སྟོད་བསྒྲེགས་མི་ཡོང་ཨ་ཧེ་བསམ་ཏེ་ཀུན་སློང་ཁུར་དེ་ཡོད་ན་དེ་ཡོད་ནོར་དེ་འགེགས་ད་ཨོ་ད་དེ་སྣ་ཚོགས་ལ་ཨེ་ནི་རང་བསམ་བློ་ཨོ་ད་དེ་ཡུན་ད་དེ་ཡུན་ད་ཡོངས་སུ་རྟོགས་པ་ཨེ་ནི་ཨ་ད་དེ་ཡུན་ལ་ང་བཏང་ཉིན་ད་མི་ནག་པ་བསམ་མི་འཇུག་ཡང་བསམ་བློ་ངན་པ་ཧ་ལས་མ་རུང་བས་སེམས་ཨོ་གཞན་ལ་ཡ་ཕེ་སི་བསམ་བློ། ཨོ་ཨེ་ཤན་ལ་དེ་ནས་ངའི་རིང་གི་བསམ་བློ་ཁུར་དེ་ག་ཏང་ཨེ་ན་ཨེ་ནས་ང་ཏང་ཨས་དེ་ག་རང་རྒྱུ་ནོར་ལོངས་སྤྱོད་ལོངས་སྤྱོད་པོ་ཏང་ང་ཏང་ཨས་ཚར་སྐྱག་ད་ཆ་ནོག་ད་ཨེ་ནའང་ཚོགས་སོ་ནམ་བསགས་ཆ་སིར་རྒྱུ་རུ་ཆ་ཆ་ཨ་ཟེ་ག་བོར་དེ་ཨེ་ནས་སྡིག་པ་མི་དགེ་བའི་རྒྱུ་རུ་ཡང་ཆ་ཆ་སི་ཉན་ག་ཡོད་དེ་ནོག་ཨ་ལེ། འོ་གསུངས་པ་ཟ་ན་ད་དེ། ཚོགས་བསོད་ནམས་ཀྱི་རྒྱུ་རུ་འགྱུར་མ་འགྱུར། འོ་དགེ་བའི་རྒྱུ་རུ་འགྱུར་མ་འགྱུར། འོ་ད་བདེན་པའི་བསོད་ནམས་རྒྱ་ཆེན་མོ་བསགས་བྱ་སའི་རྒྱུ་རུ་བྱ་ནང་མ་བྱའོ་ཁྱེད་དེ་ནང་ཅི་ཡ་རག་ལ་ས་ནོ་ཟེར་ན་འོ་ད་ཀུན་སློང་ལ་རག་ལ་ས་ནོ། ཧ་ལས་ངོ་སྤོ་ཆུང་ཡང་འོ་དེ་ནས་ཚོགས་བསོད་ནམས

ཨོ་དེ་ནས་སངས་རྒྱས་པའི་ཛཱཏ་པཱ་སྟཱན་དེ་ཁོང་གིས་ཨོ་ད་ང་དང་ཚང་མས་སྟོན་ད་ག་ཨོ་དེ་ནས་བཀའ་སློབ་ལམ་སྟོན་ཡ་མེད་ན་ང་དང་ཚང་མས་སྟོན་ད་ག་གསུང་བཀའ་ནི་བཀའ་སློབ་ཅིག་ཡིན་པ་སང་ན་ཨོ་ད་ཁོང་གིས་བཀའ་སློབ་པི་ན་ང་དང་འགྲུལ་དགོས་ཟེར་ནོ་གལ་ཏེས་ཁོང་གིས་བཀའ་སློབ་པོའང་ཆ་མ་བཞག་ཁོང་གིས་བཀའ་སློབ་པོའང་ང་དང་ངལ་འཇོགས་སུ་མ་བཏང་ན་ཨེ་ནས་ད་ང་དང་ནང་པ་སངས་རྒྱས་པ་ཁོ་རང་མ་གྱུར་ར་ནོ་ག་ལས། གསུངས་པ་ཟ་ན་ད་ཁོང་བཀའ་སློབ་སྤེལ་ན་བཀའ་ཟུག་མངའ་ཐང་ཨ་སྟག་བདེན་པའི་ཧ་ལས་ཚོགས་བསོད་ནམས་བསགས། དགེ་བ་དགེ་སྦྱོར་བསགས། ཨོ་ད་བདེན་པའི་ཨོ་རང་དེ་ནས་སངས་རྒྱས་སུ་གོ་འཕང་ཐོབ་བྱ་ཞིག་འདོད་ག་ནས་མི་ཞིག་ཨིན་ན་ཅོ་ལུགས་སྤྱོད་དང་པོ་བཀའ་ཟུག་ཞིག་བསམ་བློ་འཁོར་རང་དགོས་ས་ནོག་བསམ་བློ་བཀའ་ཟུག་ཞིག་འཁོར་དགོས་ས་ནོག་ཕྱི་དངོས་པོ་ཨ་རག་ལ་སྟེ་མ་ནོག་ནང་བསམ་བློ་ཨ་རག་ལ་སྟེ་ནོག་གསུང་བྱས་སི་གསུངས་སྟེ་ཨོ་ཟུག་གི་བསླབ་བྱ་བཟང་པོ་མངའ་ཐང་ཨ་སྟག་འདེའུ་དེ་ནོག། གལ་ཏེ་ང་དང་བསམ་བློ་མ་དག་ཡོད་ན། དཔེར་ན་ང་དང་མི་སྐྱིར་མོ་འབུམ་གཅིག་དང་ཀ་ནས་མི་ཞིག་ནང། ཧ་ལས། ཨོ། སྐུ་གསུང་ཐུགས་རྟེན་བཞེངས་བྱ་སྲིད་དོན་དག་ཡིན་འགྲོ། ཡ་ག་ང་དང་དགེ་བ་དགེ་སྦྱོར་དཀའ་གཟུགས་ཤིག་ཡིན་ནའི། སྐྱིར་མོར་བརྒྱ་དང་ཀ་ནས་མི་གཉིས་ཀ། ཡིན་ན་གཟུགས་ཀྱི་དཔེ་ནས་ཆ་ན་ཡང་ན་འབུམ་གཅིག་དང་ཀ་ནས་དཔེ་ནས་མ་དཔེ་ནས་མང་པོ་འགྲོ། ཧ་ལས། བརྒྱ་དང་ཀ་ནས་མི་དཔེ་ནས་ཉུང་འབུམ་གཅིག་ཨ་ལྟ་སྟེ་ཉུང་བརྩེགས་འགྲོ། ཧ་ལས། ཡིན་ན་ཡང་གཅིག་པའི་ཀུན་སློང་བུ་ཙོག་པོ་ཁུར་དུ་ཡོད་ན་ཨེ་ནས་གཅིག་པའི་ཀུན་སློང་རིགས་འབུམ་གཅིག་བཏང་ཀ་ནས་མིའི་ཀུན་སློང་བུ་ཁོ་རང་མིང་ཡོང་བྱས་སི་དོན་དག་ཡ་མེད་ན་ཁོ་རང་ཧ་ལས་ནད་ན་ཙམ་མིང་ཡོང་བྱས་སི་དོན་དག་ཨི་གཟུགས་བསམ་བློ་ཆུང་ངུ་འཇིག་ཡ་མེད་ཁོ་རང་ཧ་ཁྲ་ཁྲུ་གིས་དོན་དག་ཙོག་ཤིག་ཨོ་གཟུགས་ཀྱི་བསམ་བློ་རྒྱ་ཆུང་ངུ་འཇིག་མ་རྟོགས་ཁུར་དེ་མེད་ན། ཡང་ན་ཁོའི་བསོད་ནམས་པོ་ཁེལ་ཏེ་ན་ཁོ་ཉུང་མ་གཏོགས་ཐོབ་ཏུ་མེད་ཀྱ་ལ། ད་རྒྱ། གཅིག་པོ་ཁེལ་ཏེ་ན་སྐྱེ་མོ་རྒྱ་མ་གཏོགས་ཁོའི་མ་བཏང་སྐྱག་ད་ཡིན་ན་ཁོའི་བསམ་བློ་ཁུར་སྟངས་པོ་ཁེལ་ཏེ་ན་འོ་དེ་ལ་བརྟེན་ཏེ་མ་རྣམས་ཀྱི་མཐའ་དང་གཉེན་པའི་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་བའི་ཕྱིར་དུ་སྒོ་མ་རང་ང་རང་སངས་རྒྱས་སུ་དེ་རྒྱུ་རུ་འོ་དེ་གྱུར་ཅིག་འོ་དོན་དག། སེམས་ཅན་ཐམས་ཅད་བདེ་སྐྱིད་ཕུན་སུམ་ཚོགས་པའི་མནལ་ལ་བཀོད་པའི་དོན་གྱིས། འོ་དེ་ནས་རྒྱུ་རུ་གྱུར་ཅིག་བསམ་སྟེ་ཨོ་གཟུགས་ཀྱི་བསམ་བློ་ཀུན་སློང་རྣམ་པར་དག་པ་ཁུར་ཏེ་ཡོད་ན། ཨེ་ནི་འདི་ཀ་ན་བསོད་ནམས་བུ་ཁྱེད་དེ་ནས་འཁོར་བ་མན་ངག་ཐོབ་བ་ནོ། དོན་དག་ག་ཅི་གསུངས་ཟེར་ནོ། བླ་ན་མེད་པའི་བྱང་ཆུབ་མཆོག་འདོད་ཕྱིར། དེ་ཕྱིར་སྤྱིན་པ་ཆུང་ཡང་བསྟུད་མར་གྱུར། ཨོ་ད་ག་ལྟས། བླ་ན་མེད་པའི་བྱང་ཆུབ་ཀྱི་མཆོག་འདོད་པའི་ཕྱིར་དུ། བསམ་བློ་ཨུ་ཚུགས་ཤིག་ཁུར་ཏེ་ཨེ་ནས་ང་དང་གཅིན་པ་ཆུང་ངུ་འཇིག་མ་གཏོགས་མ་བཏང་ན་ཡང་འོ་དེ་ནས་སོ་ནམ་པོ་ཁྱེད་དེ་ན་དཔག་ཏུ་མེད་པའམ་བསྟུད་མར་རམ་མང་པོར་རྒྱུ་རེད་གསུངས་སྟེ་ནོ། ད་དེ་སྣ་ཚོགས་ལ་ཡང་འདོད་ནའང་གཅིན་པའི་དངོས་པོ་ཆུང་ཡང་བསམ་པ་རྒྱ་ཆེན་པོ་ནི་ཆོག་ཡིན་ནོ། འོ་གཅིན་པ་བཏང་བྱ་ཟེ་ག་བྱ་ལག་དངོས་པོ་ཁྱེད་དེ་ན་ང་དང་ཆུང་ངུ་འཇིག་ཉུང་ངུ་འཇིག་མ་གཏོགས་མེད་ན་ཡང་བསམ་བློ་རྒྱ་ཆེ་ས་ན་བཏང་ན་འོ་དུ་ཚང་མ་སངས་དྲག་པོ་ཡིན་ནོ་གསུངས་སྟེ་ནོ། ད་དེ་ལྡོག་ཕྱོགས་སུ་ང་དང་ཅི་སོང་ཙང་གལ་ཏེ་བསམ་བློར་གཙང་སྟེ་བསམ་བློ་རྣམ་པར་དག་སྟེ་མེད་ན་སྤྱིན་པའི་དངོས་པོ་ཙམ་ཞིག་རྒྱ་ཆེན་པོ་ཡོད་ན་ཡང། ཧ་ལས་འཛམ་བུ་གླིང་རྐང་སྟེ་གསེར་གཡུ་བྱུ་རུ་མུ་ཏིག་རིན་པོ་ཆེ་རིགས་རྐང་སྟེ་བཏང་ཡོད་ན་ཡང་ཡེ་ནས་བསོད་ནམས་རྒྱ་ཆེན་མོ་ཐོབ་པ་མ་ནོ་གསུངས་ཏེ་ནོར་བ། བསོད་ནམས་རྒྱ་ཆེན་མོ་ཐུབ་བྱས་སྦྱིན་པ་མཆོག་ཏུ་གྱུར་དང་མ་གྱུར་པོ་ཁྱེད་དེ་ན། སྦྱིན་པའི་དངོས་པོ་ཆེ་ཆུང་བ་རག་ལ་ས་མ་ནོ། བསམ་བློ་རྒྱ་ཆེ་ཆུང་བ་རག་ལ་ས་ནོ་གསུངས་ཟིན་རོགས་ད་དོན་དག་པོ། གསུངས་པ་བསམ་ན་ཙམ་ཞིག་ང་དང་བསམ་བློ་རྒྱ་ཆེན་མོ་ཡོང་ཨད་འོ་དེ་ཙམ་ཞིག་འོ་ད་ང་དང་བསོད་ནམས་དཔག་ཏུ་མེད་པ་ཐོབ་བྱས། ཚོགས་བླ་ན་མེད་པ་བསགས་བྱས། ཨོ་རྒྱལ་བ་དགེ་སྦྱོར་རྒྱ་ཆེན་པོ་གྱུར་ཅིག། ཨོ་ཉམས་ལེན་སྤུ་རྟག་པོ་ཡོང་ཅིག། ཨོ་རྟ་རྔ་དང་སྤྱིན་པའི་ངོ་སྤུ་ཆེ་ཆུང་བ་རག་མ་ལ་ས་བསམ་བློར་རྒྱ་ཆེ་ཆུང་བ་རག་ལ་སེ་ད་ས་ན་རྟ་རྔ་དང་ཚང་མ་ཨོ་དུ་ཤེས་ཏེ་བཏང་གོ་སྟོན་བར། ཨོ་རང་གིས་ཐ་ན་བཟུང་སྟེ་རང་ཡབ་འདོན་ལ་ཡོད་ཀ་ནས་དུར་ཨོ་ར་མ་བ་ལང་ཅི་ཡོད་ན་ཡང་ཨོ་ཁོང་ལ་ཡང་ཨོ་རྟ་རྩ། ཆུ་ལ་སོགས་པར་ཐལ་མོ་བཅོས་སྟེ་ཀུན་སློང་རྣམ་པར་བརྟག་པ་བརྟགས་སྟེ་བརྟགས་ན། ཨོ། ད་དེ་ནས་ང་དང་བསྟོད་རྒྱུན་ན་ལྟུང་བཤགས་བསྲུང་ན། གཟའ་ཁམས་གཅིག་ཙམ་བཅིན་པའི་དགེ་བའི་རྩ་བ་གསུངས་སྟེ་ད་ལས། ཨོ། གཟའ་ཁམས་གཅིག་ཙམ་བཅིན་པའི་དགེ་བའི་རྩ་བ་བཟང་པོ་གཅིག། ཨེ་ནས་གཟའ་བཅས་ཁམ་བུ་གཅིག་བཏང་ཀ་ན་ལ་བཏང་ནའང་བསམ་བློ་རྣམ་པར་བརྟག་པ་ཀུན་སློང་རྣམ་པར་བརྟགས་སྟེ་ཡོད་ན་དེ་དགེ་བའི་རྩ་བ་ཡང་དཔག་ཏུ་མེད་པ་ཅིག་ཡོང་ཨ་ནོ་ཨ་ལས། པོ་གསུངས་པ་བསམ་ན་ད་དེ་ཚང་མ་ང་དང་ལྡན་པའི་དུས་དང་རྣམ་པ་ཀུན་ཏུ་བསམ་བློ་བཏང་ཕྱོགས་པོ་ཤེས་དགོས་ཤ་པོ་མང་སྟེ་ཡང་ཁག་ཅན་ཡིན་ཀྱང། ད་གལ་ལྟས་ས་ལས་ང་དང་རང་ཨི་གཟུགས་དངོས་པོ་དང་བཅས་ཨི་གཟུགས་གཞན་ལ་དེ་ནས་ག་ཤེད་དེ་ནང་བྱིན་པ་དང་བཅས་ད་ཨི་གཟུགས་མ་ཡང་བར་བ་ལ་དེ་གཟུགས་མ་ངན་ནས་ན་སྐབས་འང་ཡོང་ན་ད་དེ་ན་སྐབས་ལ་ང་དང་བསམ་བློ་ཡང་ཅི་བཏང་དགོས་ཟེར་ནོ་ཟེར་ན་ཨོ་དེ་ནས་རྗེས་སུ་ཡི་རང་བསྒོམ་དགོས་ཤེས་པོ་ཁག་ཅན་བྱེད་ཀྱང། ཧ་ལས་ང་དང་རང་འོ་དེ་གཟུགས་བཏང་རྒྱུ་སྡུག་རྒྱུ་རྒྱ་ཆེན་མོ་ཅང་མེད་ན་ཡང་ད་གཞན་མང་པོ་ཞིག་ང་དང་ཉེ་ཁོར་ན་ཡོད་པའི་རང་ཨེ་ཁྱིམ་མཚེས་འོ་རང་བརྙན་སྒྲུང་རང་དེ་ནས་ད་ག་སྤུན་ཟླ་མིང་སྲིང་སུ་དང་སུ་ཞིག་དགེ་བ་དགེ་སྦྱོར་ལ་བརྩོན་ནས་ན་འོ་ཡར་དཀོན་ཅོག་ལ་མཆོད་པ་ཕུལ་བྱ་ལ་བརྩོན་ནས་ན་མ་ང་ལོང་ལ་སྤྱིན་པ་བཏང་བྱ་ལ་བརྩོན་ནས་ན་འོ་དོ་ལ་ང་དང་རག་སྐྱིལ་མ་བཏང་ཁོས་བཏང་བྱས་པོ་ད་རུང་ང་དང་དགའ་བ་བསྒོམ་བྱ་རྗེས་སུ་ཡི་རངས་བསྒོམ་ན་ཡང་ང་དང་འོ་ཚོགས་སོ་ནམས་ཐོབ་བཅས་སུ་དགེ་བའི་རྒྱུ་བླ་ན་མེད་པ་ཞིག་ཡིན་ནོ། བླ་མའི་དོན་དག་ཡིན་ན་ཡང་སངས་རྒྱས་རང་ཉིད་ཀྱིས་འདོད་ནའང་བདག་སེལ་ཐ་མའི་ཚིགས་པོ་ཅི་གསུངས་ཟིག་ཟེར་ན། སྟོང་གཟུགས་རིགས་རབ་ཧྲང་ལ་གཞལ་བའི་ཚད་བཟུང་རུང། ཧ་ལས། སྟོང་གསུམ་རིགས་རབ་ཧྲང་ལ་གཞལ་བའི་ཚད་བཟུང། འོ་ན་ང་དང་འཇིག་རྟེན་འདི་ནའང་འཇིག་རྟེན་འདིའི་མ་གཟའ་འཇིག་རྟེན་ཧ་ལས། ཨོ་ད་འཛམ་གླིང་སྐྱེ་བ་ཕྲག་བརྒྱ་གཞོན་ནོ་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་གཞོན་ནོ། ཨོ་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་ན་ཡོད་པའི་རི་རབ་རི་རབ་ལ་སོགས་པ་ས་རྡོ་ཙམ་ཞིག་ཡོད་ནས་དེ་དག་ཚང་མ་ང་དང། ཧ་ལས་ཀི་ལོས་ཀི་ལས་ཀ་བཏང་སྟེ་ཡང་མིན་ན་ཧྲང་ཧའེ་ཀ་རྒྱལ་དེ་གཟན་པོ་ཅིག་ཀི་ལོས་ཀ་བཀྱགས་སྟེ་ཨེ་ནས་བསྡུས་བ་ཙམ་ཞིག་འདུག་ཟེར་སྐམ་པོ་ང་དང། ང་དང་ཚ་བསྐྱབས་ན་ཚ་བསྐྱབས་ངན་བྱེད་ཞིག་ཡོད་ཀྱག་གསུངས་ཟིན་ནོ། ཡིན་ན་ཀྱང་ཨོ་གཞན་གྱི་དགེ་བ་ཞིག་བསགས་ཡོད་ན་ཨོ་དེ་ལ་ང་དང་རྗེས་སུ་ཡི་རང་ཅིག་བསྒོམ་མེད་ན་ཨོ་དེ་རྗེས་སུ་ཡི་རང་གི་དགེ་བ་གལ་ཏེ་ན་ཨོ་ད་ང་དང་སྟོང་གསུམ་གྱི་རི་ཧ་ལས་ས་རྡོ་ཆུ་ལ་སོགས་པ་ཙམ་ཞིག་ཡོད་ན་ཨོ་དེ་ང་དང་ཚ་སྐྱབས་མྱན་ཆད་ཡོད་སྐྱབས་ད་ཡིན་ན་གཞན་གྱི་དགེ་བ་ཅོ་ག་འབོ་ལ་ང་དང་རྗེས་སུ་ཡི་རང་བསྒོམས་ཏེ་ཨོ་དེ་དགེ་བའོ་གལ་ཏེ་ན་ཚ་བཟུང་མྱན་ཆད་མེད་ཀྱ། གསུངས་སོ། རྟགས་བདེན་ན་སངས་རྒྱས་སུ་འདོད་ན་ཅི་གསུངས་སུ་དུག། སྟོང་གསུམ་རི་རབ་ཧྲང་ལ་གཞལ་བའི་ཚད་བཟུང་རུང། ཡིན་ནས་ཀྱང། རྗེས་སུ་ཡི་རང་གིས་དགེ་བའོ་སྐྱེ་བསྟན་ན། དེ་ནི་དེ་ལྟ་མིན་གསུངས་སུ་དུའ། འོ་རྗེས་སུ་ཡི་རང་གིས་དགེ་བ་སྐྱེ་བསྟན་ན། འོ་གཟུགས་ཀྱི་ཚད་བཟུང་རུང་ངན་བྱེད་ཞིག་ཡིན་ནོ་ག་ཟེར་ན། མེད་ནོ། སྤྱིར་ན་དཔག་ཏུ་མེད་པ་ཡིན་ནོ་བསམ་གྱིས་མི་ཁྱབ་པ་ཡིན་ནོ་གྲངས་ཀྱིས་མི་ལངས་པ་ཡིན་ནོ་བརྗོད་དུ་མེད་པ་ཡིན་ནོ་གསུངས་སྟེ་ནོ་ད། འོ་གསུངས་པ་བསམ་ན་སྟོང་གསུམ་གྱི་སྟོང་ཆེན་པོ་འཇིག་རྟེན་གྱི་ཁམས་ཐམས་ཅད་ཀྱི་ས་རྡོ་ཆུ་ལ་སོགས་པ་ཡང་འོ་དེ་ནི་ཧྲང་ཧྲང་ཀ་རྒྱལ་ཏེ། ཚད་སྐྱབས་ན་སྐྱབས་ངན་ཅན་ཞིག་ཡོད་ཀྱང་གཞན་གྱིས་དགེ་བ་ཅོ་ག་འབོ་ལ་ང་དང་རྗེས་སུ་ཡི་རང་སྒོམ་ངན་ན་དེ་དགེ་བ་ནི་ཚད་བཟུང་ངན་ཅེས་མེད་ཀ་ནི་དགེ་བ་ཞིག་ཡིན་ནོ་གསུངས་སོ་གསུངས་པ་བསམ་ན་ད་ལྟའི་དེབ་སྣ་ཚོགས་ལ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཨེ་ནས་ག་ང་དང་རྟོགས་བརྗོད་བདུན་ལེགས་མེད་ན། ཨོ་བདག་པ་ཆུང་ངུའི་རླབས་ཆེན་ཚོགས་འདུ་ལ་རྒྱལ་ལ་རྗེས་སུ་ཡི་རང་མཆོག་ཏུ་གསུངས་གསུངས་སོ། ཨོ་ང་དང་དཀའ་ལས་མང་པོ་རྒྱབ་མི་དགོས་ཤེས་བདག་པ་ཆེན་མོ་མཛད་མི་དགོས་ཤེས། ཨོ་དེ་ནས་དགེ་བ་མང་པོ་བསགས་བྱས་ཡོད་ཀ་ནས་དགེ་བ་ཞིག་ཡོད་ན་ཨོ་དུ་ཅི་ནོག་གཟན་པོ་ཅིག་ཨེ་ནས་རྗེས་སུ་ཡི་རང་སྒོམ་བྱེད་པོ་ཨོ་དུ་ཡོད་ནོག་ད་རྗེས་སུ་ཡི་རང་སྒོམ་གཟན་པོ་ཅིག་ང་དང་ཡང་ཚིགས་དྲག་པོ་ཞིག་ཧྲན་ཏེ་ཞིག་ཡང་ཨ་གགས་པོ་ཞིག་ཚོར་འདུག་ཅང་མི་འཁེལ། གཞན་གྱིས་བྱ་བ་བཟང་པོ་ཞིག་གཞན་གྱིས་དགེ་བའི་ལས་ཤིག་སྤྱོད་ན་ཨོ་དེ་ལ་ང་དང་སེམས་གཏིང་ནས་དགའ་བ་སྐྱེས་ཀྱི་སེམས་གཏིང་ན་འཐད་པོ་ཡང་སྐྱེས་ཨོ་ཁོ་བ་ང་དང་ཨོ་ད་ཀུ་འབྲོས་ཧ་ལ་ཨི་མི་བསམ་གྱི་མི་ཁྱབ་པ་ཞིག་འདུག་ཁོས་བདེན་པ་གཞན་ཕན་གྱི་བྱ་བ་མཛད་འདུག་བདེན་པ་རང་བྲོས་བསམ་དེ་ཡོད་ན་ཨོ་དེ་ང་དང་དེ་ནི་ང་དང་རྗེས་སུ་ཡི་རང་པོ་ཨོ་དེ་བཟང་དོན་དག་རྗེས་སུ་ཡི་རང་པོ་ཨོ་དེ་ནི་གཞན་གྱིས་ཡང་མིན་ན་རང་གིས་སྔར་བསགས་པའམ་འོ་དེ་དག་ཚང་ཚང་མ་ལ་དགའ་བ་བསྒོམ་བྱ་སེམས་གཏིང་ནས་དགའ་བ་དང་སྤྲོ་བ་སྐྱེས་བྱ་པོ་ལ་ང་དང་རྗེས་སུ་ཡི་རང་ཞུ། འོ་རྗེས་སུ་ཡི་རང་ཞུ་བྱེད་སའི་དོན་དག་པོ་འོ་དོན་གྱི་གསུངས་པ་ས་ན་འོ་ད་ང་དང་ཡི་ག་ན་ཅི་འདུག་འོ་དེ་ནས་བདེན་པའི་ང་དང་ཚོགས་བསོད་ནམས་བསགས་བྱ་ཞིག་ཡོད་ན་བསམ་ཚང་མ་བསང་ཚོགས་བསོད་ནམས་རྒྱ་ཆེན་མོ་བསྒྱུར་བྱ་པོ་ང་དང་ཀུན་སློང་ལ་རག་ལ་སྲིད་པ་ས་ན་ཨོ་དེ་ནས་ང་དང་བསྟོད་རྒྱུ་ནི་དེ་ནས་བཀའ་གདམས་པའི་དགེ་བའི་བཤེས་གཉེན་རྣམས་ཀྱིས་ཡེ་ནས་གསུངས་ཚུལ་ལམ་ཡང་མིན་ན་ལམ་རིམ་ངོ་ནས་ན་ཐོག་མཐའ་གཉིས་ལ་བཅའ་བ་གཉིས་གསུངས་བྱས་སའི་དོན་དག་དང་དེ་ན་ཡང་ཀྱང་ཐོག་མ་ང་དང་བླ་ས་བཀའ་ཟུག་ཞིག་སྤྱོད་ན་ཡང་ཀུན་སློང་པོ་རྣམ་པར་བརྟག་ཚེས། ཨེ་ནས་རྗེས་སུ་ཨོ་ད་དེ་ནས་ཐ་མའི་ཀ་ཏའི་ཨོ་ཤེས་དེ་ན་སྔོ་བ་དང་སྨོན་ལམ་པོ་ཡང་རྣམ་པར་བརྟག་པ་ཅིག་ཉིད་འཛོམ་ན་ཡིན་ནི་དགེ་བ་རྒྱ་ཆེ་ཆུང་དཀའ་གཟུགས་ཤིག་བསྒྲུབ་ན་ཡང་འོ་དེ་ནས་དེ་མིན་པའི་འོ་དོ་ཁྱེད་དེ་ན་སྤུ་སྟག་པོ་ཞིག་དང་ཚ་དང་དམ་པ་ཞིག་དང་ཡང་དག་པ་ཞིག་ཏུ་འགྱུར་ར་ནོ་གསུངས་ཟིན་ནོ་འོ་ད་འོ་དེ་ཐོག་ཐག་གཉིས་ཀྱི་བྱ་བ་གཉིས་གལ་ཆེན་མོ་ཡིན་པར་བསམ་ན་ད་དེ་རིང་བདག་སའི་ནང་གསུང་བྱེད་སའི་དོན་དག་པའང་འོ་ད་ཐོག་མ་ཀུན་སློང་པོ་འོ་དེ་ནི་རྣམ་པར་དག་པ་ཡོང་དགོས་ཞེས་ད་ཀུན་སློང་རྣམ་པར་དག་པ་ཟེར་བ་ཅིག་ཡང་ཅི་དང་མང་པོ་གསུངས་ཟིན་དེ་མིན་སྐད། ཀུན་སློང་རྣམ་པར་དག་པོ་བཟང་པོ་ཅིག་ང་དང་བླ་ཟ་དང་འགལ་བ་བཟང་པོ་དཀའ་ཟུག་ཞིག་བཅོས་ནས་ཨོ་དེ་ན་སྐབས་ལ་ཨོ་ད་དེ་ནི་ང་དང་བསམ་བློ་འཁུར་གཞོགས་སུ་བོ། ཧ་ལས་བསམ་བློ་ཀྱོག་ཀྱོག་མ་ཡིན་ག་འཇིག་བསམ་བློ་སྤྲང་པོ། ཡོང་ཆ་མེད་ད་ད་ཨོ་ང་དང་དགའ་ཁྱེད་དེ་ན་ཨོ་ཡིན་ལུགས་ཚུལ་ལྡན་ཨོ་དེ་ནས་བསམ་བློ་བཟང་པོའི་ཕྱོགས་སུ་ཞིག་འཁུར་ཏེ་དེ་ནས་ད་ཅིར་ང་ལ་བཞུགས་ཁང་བཙགས་ཆོག་ལ་འོ་ད་ང་དང་སྤེན་སྡང་དེ་རིང་ང་དང་ལ་དྭགས་སུ་སྣང་འོ་ད་ང་དང་ལ་དྭགས་ཨང་བགས་སྟོན་ལ་སོགས་པ་སྐྱིད་སྡུག་མང་པོ་གནང་འོ་དེ་ནས་སྐབས་ལ་ཁོས་གཞན་ལ་ང་དང་དོན་དག་ཅིག་དང་གསོལ་ཇ་ཅིག་ཕུལ་དགོས་བསམ་འོ་དེ་ཙམ་ནས་ང་དང་བསམ་བློ་རྣམ་པར་དག་པ་ཀུན་སློང་རྣམ་པར་དག་པ་བྱས་ཏེ་ཉེ་རིང་གི་དབྱེ་བ་མ་ཕེ་ཡ་འོ་དེ་ནས་གཅིག་ཡ་གཅིག་ནང་གཅིག་ག་བཟང་ངན་གྱི་དབྱེ་བ་མ་ཕེ་བར་དེ་མོ་བྱོས་ཏེ་ཀུན་སློང་རྣམ་པར་དག་པ་དང་སྟེ་ང་དང་ཁོང་ཨ་ཕུ་ལེད་ན་བདུད་ཨང་ང་དང་ལྡན་པའི་གཅིན་པ་རིགས་རྒྱ་ཆེན་མོ། ཚོགས་བསོད་ནམས་དཔག་ཏུ་མེད་པ་བསགས་བྱས། མ་འོངས་པ་ན་རང་གཞན་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་བྱས་སའི་རྒྱུ་རུ་གྱུར་བྱས་སའི་ང་དང་རྒྱལ་བ། དཔག་ཏུ་མེད་པ་བསགས་བྱས་སའི་གོ་སྐབས་ཅིག་ཡིན་ནོ། འོ་ད་ཀོལ་ཤེས་ན། བཅོལ་ཤེས་ན། འོ་ད་རང་ཉིད་མ་རེ་རེ་ནའང་རེ་རེ་ནའང་ཆོས་ཀྱི་ཉམས་ལེན་རྒྱ་ཆེན་མོ་འོ་གཟུགས་རེ་བཅོལ་བྱ་བཞེས་དོན་ནོ། ད་ང་དང་མང་པོ་ཞིག་གིས་ལྟོས་བསམ་བློ་མ་བཏང་ཨང། འོ་དེ་ཚང་མ་ཅང་ཁོ་རང་དེ་ན་ཀུན་སློང་འཇིགས་རྟེན་པའི་དེ་ན་ཀུན་སློང་རྔན་པ་ནང་བཅུས་རྔན་པ་ནང་ཉེ་རིངས་དང་ཡ་ཕེས་ནང་དེ་ཚང་མ་ཧྲེན་ཅིག་ད་ཡང་ཐོ་ར་ཞིག་དགེ་བས་བྱོས་སོགས་བསོད་ནམས་ཅིག་ས་ག་ས་མོན་པོ་ཅིག་ད་དེ་ངོ་ཞིག་ན་དགེ་འདུན་པ་མང་པས་བཞུགས་དགོས་ཤེས་ཡ་མེན་ན་དགོན་པ་ཞིག་གི་ཆ་གོ་ཤེས་ཨིན་ཅི་མིན་ཅི་དེ་ངོ་ཤེས་ཅི་གཏོང་ཞིག་སྤྱོད་བྱ་ཞིག་བསམ་བློ་བཏང་ན་འོ་དེ་ཚང་མ་ང་དང། དགེ་བ་སོགས་བསོད་ནམས་རྒྱ་ཆེན་མོ། ཟག་མ་ངན་པའི་རྟགས་ཟེར་ནོ། ག་ལེ་སོགས་བསོད་ནམས་རྒྱ་ཆེན་མོ་ཉི་མ་རེའི་ནང་རེ་རང་རང་རང་ཡི་ལུས་ངག་ཡིད་གསུམ་གྱི་བྱ་བར་སྤྱོད་པ་ག་ཟུག་ཞིག་སྤྱོད་ན་ཨོ་དེ་དང་བསམ་བློ་འང་འདྲེས་ཏེ་བཟང་པོའི་ནའང་འདྲེས་ཏེ་སྤྱོད་ངན་རེ་ན་ཨོ་དེ་མའང་ཆགས་ངན་ནོ། ཨོ་དཔེར་ན་ང་དང་ཞག་མ་གཅིག་ག་འོ་ཆུ་མང་པོ་ཞིག་སྐྱེས་སྟེ། འོ་དེ་ནས་ཆུ་ཟ་ག་སང་བཞག་མ་མང་པོ་དེ་ན་ཆུ་ཉུང་ངུ་ཉུང་ངུ་སྐྱེས་འཇིག་འདུག་ན་འོ་དེ་ཆུ་བོ་ཁྱེད་དེ་ནང་མང་ང་སག་ཉན་ན་ནོ་ག་ལེ་འོ་ད་དེ་ན་ཚོ་ལ་དགེ་བ་དགེ་སྦྱོར་སག་དང་པོའང་དེ་ན་འཁྱག་དུས་རྒྱུན་དུ་དཔེར་ན་ང་དང་ཁམ་དོན་དགེ་སྦྱོར་སྤྱོད་བྱས་པ་དོན་ན་དོན་དག་པོ་དེ་ན་འཁྱག་ལ་ཆག་མ་སྤྱོད་བ་ཉི་མ་རེ་ན་རེ་རང་ཉན་གན་སྐྱོགས་གན་འཇོན་གན་ཉུང་ངུ་འདྲེ་ཙམ་ཞིག་སྤྱོད་ན་འོ་དེ་ག་ན་ངེད་དང་ཚོགས་སོ་ནམ་པོ་ཁྱེད་དེ་ན་ཁོ་ཆག་མ་སྤྱོད་བ་བཞག་མ་རེ་རེ་ན་རེ་སྤྱོད་པ་སང་ན་ཚོགས་སོ་ནམ་པོ་རྒྱ་ཆེན་མོ

ཉི་སྤེ་ཀ། ཡང་སངས་རྒྱས་སུ་འདོད་ན་བྱིན་པའི་དངོས་པོ་ཆུང་ཡང་བསམ་པ་རྒྱ་ཆེན་མོ་ནི་མཆོག་ཡིན་ནོ། ཨེ་ནས་དེ་སྣ་ཚོགས་ལ་ཡང་སངས་རྒྱས་སུ་འདོད་ན་སྟོང་གསུམ་རི་རབ་ཧྲང་ལ་བཞལ། བཞལ་བའི་ཚད་བཟུང་རུང་རྗེས་སུ་ཡི་རང། རྒྱལ་བ་དེ་ནི་དེ་ལྟར་མིན་གསུངས་སུ་འདུག་བ་ལས་འོ་ད་གསུངས་པ་ས་ན་ཚང་མས་འོ་དེ་ཐུགས་ལ་བོར་ར་མཛད། ཨེ་ནས་དེ་དོན་དག་ཐུགས་བསམ་ས་ལ་མཛད་ཨེ་ནས་ཚང་མས། འོ་ད་ཞག་མ་རེ་རེ་ནང་རེ་རེ་ང་དང་ཉི་མ་རེའི་ནང་རེ་རེ་སློབ་ཙན་པི་ན། འོ་དེ་ནས་ཆགས་མ་བཅུག་ཨ། འོ་དེ་ནས་དེ་སློབ་ཙན་པོ་ལ་བརྩོན་ན་ཨེ་ནས་ཀུ་ལེ་ཀུ་ལེ། འོ་ད་ང་དང་བསམ་བློ་བཏང་ཆོག་བཏང་ཅང་ཚང་མར་དེ་མོ་ཅོས་དེ་ཤེས་ཏེ་ཨེ་ནས་དགེ་བ་རྣམ་པར་བརྟག་པ་ཅིག་ང་དང་བཅོ་ལྔས་ན་ནོ་གསུངས་པ་ས་ན་དེ་ག་ཚན་པོ་རིན་ཚང་མ་ལ་ཐུགས་རྗེ་ཆེ།